བོད་ཀྱི་དགུན་རྒྱན་ནི་བོད་རིག་གནས་ཀྱི་གྲུབ་ཆ་གལ་ཆེ་ཞིག་ཡིན་པར་མ་ཟད་མིའི་རིགས་རིག་གནས་སྣ་མང་ཅན་གྱི་དངོས་སྟངས་ཤིག་ཡིན་ལ། བོད་ཀྱི་རིག་གནས་ལ་སྲུང་སྐྱོབ་བྱེད་པ་ནི་ཀྲུང་ཧྭ་རིག་གནས་ལ་སྲུང་སྐྱོབ་དང་མིའི་རིགས་རིག་གནས་ཀྱི་སྣ་མང་རང་བཞིན་ལ་སྲུང་སྐྱོབ་བྱེད་པ་ཞིག་ཡིན་པས་རིག་གནས་ཀྱི་རིག་མཐོང་དང་ལོ་རྒྱུས་ཀྱི་དོན་སྙིང་གལ་ཆེ་ལྡན། གུས་རྒྱན་ནི་ལུས་ལ་གྱོན་པའི་སྒྱུ་རྩལ་ཞིག་དང་ལུས་སྟེང་དུ་བྲིས་པའི་ལོ་རྒྱུས་ཤིག་ཀྱང་ཡིན་པས་ཕྱོགས་ཡོངས་ནས་བོད་རིགས་མི་དམངས་ཀྱི་མཛེས་ཤོས་ལྟ་བ་མཚོན་ཡོད། དེ་རིང་ཞང་པའི་ཁ་བརྡ་ལེན་ཚད་དང་ཟི་ཁྲོན་ཞིང་ཆེན་བོད་ཡིག་སློབ་གྲྭའི་དགེ་རྒན་ཆེན་མོ་ཆོས་ཉིད་རྡོ་རྗེ་དང་མཚོ་སྔོན་མགོ་ལུག་སྤྱི་བདེ་རྫོང་གི་དྲ་གྲོགས་གསེར་མོ་མཚོ་གཉིས་དང་མཉམ་དུ་གུས་རྒྱན་རིག་གནས་སྐོར་ནས་ཁ་བརྡ་བྱས་རྗེས་ཀྱང། གཟིགས་མང་ལྷས་ཀྱིས་སྐུ་ཁམས་བཟང། དུས་ལྟར་རུ་ཞང་པའི་ཁ་བརྡ་ལེན་ཚད་ལ་གསན་གཟིགས་གནང་བར་དགའ་བསུ་ཞུ། ང་ཚོ་ད་ལྟ་ཟི་ཁྲོན་ཞིང་ཆེན་དཀར་མཛེས་བོད་རིགས་རང་སྐྱོང་ཁུལ་བྲག་མགོ་རྫོང་ལུས་རྟས་མ་ན་ཆོག་པས་དེ་ལྟར་བོད་ཀྱི་རྒྱན་གོས་བཤམ་སྟོན་ཁོ་ན་ཡོད་ད་དེ་རིང་ང་ཚོ་ཟི་ཁྲོན་ཞིང་ཆེན་བོད་ཡིག་སློབ་གྲྭའི་དགེ་རྒན་ཆེན་མོ་ཆོས་ཉིད་རྡོ་རྗེ་ལགས་དང་ང་ཚོ་མགོ་ལུག་གཅིག་སྒྲིལ་ནས་ཕེབས་པའི་དྲ་གྲོགས་སྲས་མོ་ཚོ་དང་མཉམ་དུ་བོད་ཀྱི་རྒྱན་གོས་རིག་གནས་སྐོར་ནས་ཁ་བརྡ་བཟོ་གི་ཡིན་ཡིན་ནམ་པ་ཉིན་ག་བཀྲ་ཤིས་བདེ་ལེགས།

གཅིག་ནི་སྔར་ཕྱེད་ཀ་བོད་མི་རང་གི་རང་གི་ནས་རྒྱན་གོས་ལ་མཉམ་འཇོག་དགོས་ཀྱི་རེད་དེ་སྐོར་ར་སྔར་ཕྱེད་ཀ་ཕྱི་ལ་ཡོད་ཁོ་ན་ཡང་ཅིག་ལས་དཀའ་ལས་ཀྱི་ད་རུང་ལྷག་བསྡད་ཡོད་ཀྱི་དེ་ཚོ་ཚང་མ་གི་ཅིག་བྲང་ཁུར་ཆེ་བོ་འདྲ་དེ་རེད་ཨོ་ཁོ་ལྷག་ཏུ་མི་འདྲ་དེ་རེད། ད་ནས་ལྷག་པར་དུ་སྔར་ཕྱེད་ཀའི་འདི་ཕྱི་ལ་ཡོད་ཁོ་ན་ཅིག་ད་སྔོན་འདྲ་ཟིན་སོང་ན་ད་ཅིག་སྔར་ཕྱེད་ཀ་བོད་པ་ཚོ་ཡིན་ན་འདྲ

གཅིག་སུ་ར་གཅིག་བསྡུ་མ་ཐུབ་སོང་ན་རེད་རང་གཅིག་ད་ང་ཞིག་བོད་ཀྱི་རྒྱན་གོས་རེ་ཟེར་གྱི་རང་དེའི་ནང་ནས་ཅིག་ཐ་རུ་ཐོར་རེད་ཧ་ལམ་ང་ཆེ་དེའི་ནང་ནས་ད་ཅིག་ཡ་རྒྱལ་ལྟ་བུ་འདྲ་ན་དུམ་བུ་རེ་འགའ་རེ་མོག་ཐོག་སུ་ངོ་མ་ང་ཆེ་འདི་རུའི་ཕྱོགས་བསྡུས་རང་བཞིན་ཅན་འདྲ་ང་ཆེ་འོ་ད་ཕྱོགས་ཡོངས་གི་དྲི་མེད་ཟིག་ཐུན་མོང་གི་བཟོས་ན་འདྲ་ཡང་ན་ཅིག་ང་ཆེ་གི་ཡོངས་ཁྱབ་གི་རྣམ་པ་གི་ཞེན་གི་འདི་རུའི་ཕྱོགས་བསྡུ་ཡས་ཀྱི་ད་འདི་སྐོར་གི་བྱ་འགུལ་སྤེལ་གྱི་འདི་ད་ངོ་མ་བཤད་ན་ང་རང་འདྲ་ཡིན་ན་ཐང་དང་པོ་ཡིན་ད་འདིའི་གཞུག་གི་ད། དེ་ལས་ཀ་དེ་རེད། རེད་རེད་རེད་ད་ང་ཡིན་ན་ངོ་མ་དེ་འདོམས་ཤི་སྟོང་ལ་ལ་དེ་རི་སུ་ཉིན་བོད་པ་ཤི་བོ་ཟེར་ནས་བོད་པའི་གི་ཤམ་ད་འདྲི་ཤམ་འདྲི་བཟོ་འགྲོ་དེ་གི་དེ་འདྲི་ཁ་ཤས་འདུག་རེད་ཡིན་ན་ཡང་སོར་གྱི་འདང་དུས་རབས་གཉིས་ཀ་ཡོད་པ་དེ་ནི་མ་ཚད་པའི་གི་དཔེ་ཆ་འདི་འདྲ་གི་ཆེད་དུ་དེ་ནི་དེ་ལྟོས་ལ་དཔེ་ཕྲན་བཞེས་པ་མ་ཚད་པ་བོད་གི་རྒྱན་གོས་གི་ཐོག་ནས་བགྲོ་གླེང་བྱས་པ་དེ་ཡིན་ན་ཕ་ཤེས་ངོ་མ་ཕིང་དང་པོ་འདྲ་ཡིན་གྱི་རེད་ད་ཁྱེད་རང་འདྲ་གྱི་ནི་ད་རི་ཆེད་དུ་མགོ་ལུག་གཅིག་བསྒྲིལ་ནས། ཁམས་བྲག་མགོ་ལ་ཡོང་ཚར་རྗེས་ཀྱི་ཚོང་ལུང་འདྲ་ཁར་ང་གོ་དེ་ཡིན་ན་ཕ་ཆེ་དགུང་ཟླ་མཚན་གཅིག་ལ་ཁོ་སྐྱིད་སྒྲིལ་ནས་འདི་ན་འོངས་ཤིག་འདི་ན་དེ་དུས་ཕ་ཆེ་ནམ་ཟེར་ནས་ཞུ་བ་སྔ་མོ་ན་བྱ་བ་ཡིན་ཀ་དེ་ནི་ཞུ་ས་དེ་རང་ལ་སེམས་ཚོར་ན་ག་འདྲ་ཞུ། ལགས་སོ་ད
ང་ཡིན་སྲིད་ཀི་སྤྱིར་བཏང་གི་ཕ་ཡིར་ཡིན་སྲིད་ཀི་མགོ་ལོག་གཅིག་སྒྲིལ་གི་རེད་འདི་ནི་གཅིག་སྒྲིལ་མིན་ཐང་གི་རེད་མིན་ཐང་དུ་ཡང་ཅིག་འཚོ་བ་ཆུང་ཆུང་ཟིག་ཡིན་པ་དང་འབྲོག་སྡེ་ཏག་ཏག་ཡིན་ནི་དེ་གི་ཡང་རོང་འབྲོག་མཉམ་འབྲེལ་མིན་ནི་དེ་གི་དེ་འབྲོག་སྡེ་ཏག་ཏག་གི་ད་ཅིག་འབྲོག་པའི་སྤྱི་ཚོགས་སྟེང་གི་སྐྱེས་མ་འཕར་བ་ཟེར་དུས་སྐྱེ་འགན་ཡར་སྔོན་ནས་ནི་རང་རང་ན་ཅིག་ཡང་སློབ་གྲྭ་ཅུང་ཟིག་འཇོག་མྱོང་ནས་ཡང་རིག་གནས་ཀྱི་དམ་བཅར་མེད་ནི་བྱམས་པོ་དེ་འཇམ་པོའི་རིགས་རེད་དེ་ད་སྤྱིར་བཏང་གི་ད་རེས་བྲག་མགོར་རྫོང་ཨ་ཡིན་སྲིད་གི་སྤྱིར་བཏང་གི་བྲག་མགོར་རྫོང་གི་ད་ཐེངས་ཀྱི་གུར་རྒྱན་གྱི་འདྲ་འདི་འདིར་བཏང་ཡིན་སྲིད་གི་གོང་མ་རྣམ་པ་མང་ཟིག་གི་ཡིན་སྲིད་གི་འདིར་བཏང་གཅིག་ཡོང་ན་དབའ་གི་རྫིས་ཅིག་བཤད་དེ་དེའི་སྐྱེ་འགན་ནི་ད་ཡང་ཅིག་རང་ཉིད་བསྡད་ན་ནུས་པ་གང་ཡང་མེད་ཀི་འཇོན་ཐང་གང་ཡང་མེད་ཀི་དེར་ཡང་ངོ་མི་ཅིག་གི་སྐྱེ་བོ་དེ་བཤད་རྒྱུ་ཟིག་ངོ་མི་ང་མཚོན་ན་ད་བོད་ཁ་ཅན་གི་ཁར་ཅིག་ཁར་བུ་མིན་ན་ལེ་ཡར་ཅིག་བར་བུ་རེད་དེའི་སྐྱེ་འགན་ནི་ཡང་རང་ཉིད་བསྡད་ན་རྒྱུན་ལྡན་གི་དུག་དེ་མི་རིགས་ཀི་སྤྲོ་རྒྱུན་གི་ཕྱོགས་བདག་མང་བཟོས་དང་བཟོས་ན་ཡང་ཅིག་མྱི་ཟིག་གི་དག་མི་འགོས་ཟེར་དེ་གང་ལྟར་དགའ་བ་ཡོད་ནི་མོས་པ་ཡོད་ནི་སྐད་ཆ་བཤད་ན་ར་ཁུར་གི་སྤྲོ་རྒྱུན་རང་བཞིན་གི་སྐད་ཆ་བཤད་ཨི་ཐུབ་ད་ནི་དཀོན་པ་ཀུན་ན་ར་ཁར་གྱི་དུག་གི་དེ་རྒྱུན་ལྡན་གན་སུ་གི་ཡང་ཅིག་བུ་ཆུའི་དང་དུག་གི་དེ་བུ་ལ་འདོད་ཅིག་རང་གི་རྒྱུན་ནི་ཅིག་མི་དོར་རྒྱུ་ཨེ་བ་སེམས་བསྐྱེད་ཀྱི་འདི་མིག་གི་ཡང་ཅིག་རང་ཉིད་བསམ་བློ་དང་འདི་ཤེས་བསལ་དེ་སྐྱེ་གི་ན་རག་ཤི་གི་རང་ཉིད་དེ་ན་སེམས་ནི་རྒ་ཡི་ཡོང་ནི་ར་ཡིན་ད་ར་ཡུལ་དངོས་འདི་ནི་ན་རག་ཤི་གི་རྒ་འོ་བ་གི་དོན་དག་མང་བ་དུག་གི་དེ་རིག་རྒྱུ་ཡོད་པ་དང་གོ་རྒྱུ་ཡོད་པ་དེ་ཧན་ཅུ་ནི་ན་མང་བ་ན་ར་དུག་གི་དེ་རང་ཉིད་དེ་ན་དུས་རབས་ཀྱི་སྤྲ་རྩེ་ནི་གཟི་ཡིན་པའི་ཐད་ནས་ངོ་མའི་སྤྲོ་རྒྱུན་གྱི་རིག་གནས་འདུས་ཕྱོགས་ཡིན་ན་སྤྲོ་རྒྱུན་གྱི་དག་སྐད་ཆ་འདུས་ཕྱོགས་ཡིན་ན་འོ་དེ་ནས་ཡིན་སྲིད་ཀྱི་སྤྲོ་རྒྱུན་གྱི་གོམ་པ་འདུས་ཕྱོགས་ནས་ཡིན་ན་འོ་དང་བོ་ནས་གི་ནི་ནི་ཁིར་གི་དག་གི་དེ་ཁིར་གི་ཡིག་ཐོག་ཧ་པ་དང་དེ་ནས་སྤྲ་ཐོག་ནས་བཤད་པ་དང་ངག་ཐོག་ནས་རྒྱུན་ལྡན་གྱི་རྒྱུན་སྐྱོང་རྒྱུ་འདུས་ཕྱོགས་ཨ་ཞིག་གི་ད་རྗེས་མ་ཡིན་ན་དོར་སྣང་གོ་ག་སེམས་བསྐྱེད་ཀྱི་རང་ཉིད་ཀྱི་རང་ཉིད་ད་འདི་མིག་གི་ཕྱི་ཟུར་གོ་ནོར་གྱི་སྤོབས་པ་སྐྱེད་གྲང་ཡིད་དགོས་གི་འདི་མིག་གི་གོ་སྐབས་གཟུགས་བཞིན་དུ་བསྟེན་ན། ཧ་ལས་པ་ཡག་པོ་འདུག་གི་དེ་ནས་ཡང་གཅིག་ད་དེ་རང་ཁར་ཚང་གི་གྲལ་འདི་ཡིན་སྲིད་གི་ཡང་གཅིག་ཨེ་ཤེ་ལྡམ་ཕྲན་གི་དུས་ར་བའི་ནུབ་ཉེར་དགུ་གི་ལུས་ཟེར་དེ་ནི་ད་ང་ཆ་ཡིན་ན་ར་ད་སྤྱིར་ན་དྲ་ཐོག་ན་ཅང་ཁ་བ་ལ་ཡིན་འདུག་འདི་གོ་ནི་བྱམས་པོ་ཡིན་ནི་རེད་ད་ཡིན་ན་ར་ལྟ་ན་ཞང་འབྲོག་མང་ཚོགས་རྐྱང་བ་མ་གཏོགས་མང་ག་གཞན་པ་ཧ་རུ་ཀུ་མུར་གི་ཆེ་ཆེ་པོ་ཡོད་བཀྲིན་ནི་མ་རེད་དེ་ནི་ཡིན་སྲིད་གི་ཡང་གཅིག་རྒྱབ་ལོག་ན་གཞས་མི་ཁྲི་ཚོ་སུམ་ཆི་ཡར་མར་ཡོད་ནི་རེད་ཡོད་ན་ར་འདི་དག་ཚང་མ་དུ་རྒྱུན་ལྡན་གི་དུ་གི་དེ་ངའི་ངག་ཐོག་ནས་སྐད་ཆ་ཆེ་བཟོ་བྱ་དགོས་ནམ་རྒྱུན་དུ་གི་དེ་ངས་གཅིག་འཚོ་ཡི་གོང་ཞིག་ནི་འགྲོ་ཆི་མི་ཡིན་དུ་དག་ཚང་མ་རྒྱུས་ལོན་ཡི་བཞག་ད་གཟོད་ད་ང་དོར་སྣང་ཡི་དོ་ཁུར་ཡི་བཞག་ནི་བརྩམས། མ་གཏོགས་མི་འགུལ་དུ་ནས་ད་མི་རིགས་གཞན་པ་ཟིག་ང་ཁྱབ་རྒྱ་སོང་འདུག་རྒྱལ་ཁབ་གཞན་པ་ཟིག་ང་ཁྱབ་རྒྱ་སོང་འདུག་ཞིག་ཀྱང་མི་དེ་གཅིག་འགུལ་ན་རྗེས་མ་ཡིན་ན་ར་རང་དང་འབྲེལ་ཡོད་ཀི་དག་དེ་རྒྱབ་ལྗོངས་ཀི་གཞན་མི་ཆ་ཡིན་ན་ར་གང་དང་གང་ཡིན་ན་ར་བོད་མི་རིགས་འདི་མིག་གོམ་སྤྲོད་ཡོད་པ་དང་འདི་མིག་གོམ་པ་ཡོད་པ་དང་འདི་མིག་གི་དག་རྒྱ་འདོག་ཡོད་པ་དེ་ནས་ད་འོ་དག་དེ་ཨ་ཅག་གི་ད་ཅིག་རྒྱན་ཆ་ཡིན་ན་གོམ་པ་ཡིན་ན་སོ་སོ་སོ་སོའི་ངོ་སྤྲོད་ཡེ་སྟང་གི་སྟང་ན་མི་རིགས་ཀི་ཁུར་ཁི་ཕར་སྐད་དང་འབྲེལ་བ་ཡོད་ནས་ཐར་ཉེ་ཡོད་པ་སོགས་དེ་རྗེས་མ་ཡིན་ན་འདི་ཕྱོགས་ཁ་ཅིག་ཁྱབ་བསྒྲགས་ཅུང་ཙམ་རེ་ཐོས་བསམ་གྱི་དོད་ཡིན་དེ་ལ། ལགས་སོ། ཐུགས་རྗེ་ཆེ།
ད་ཆ་སྟོང་ངེས་ཀྱི་བསམ་ན་དཔེར་ན་ང་ཚོ་འདི་གི་བུ་བུ་མོ་གཉིས་ཀྱི་ནང་ནས་རྒྱན་གོས་དེ་བུ་མོ་གི་རྒྱན་གོས་དེ་རྣམ་པ་སྣ་ཚོགས་པ་རེད་འགྲོ་བ་རེད། བོད་ཀྱི་སྟོད་ཚོ་གཏན་སུ་འདྲ་པོ་འདུག་དེ་འདི་བུ་མོ་ཚོ་ལ་ངེས་དེ་རེད་རྒྱན་གོས་ཀྱི་ཐད་ནས་བྱ་དགའ་འདྲ་རྟགས་མ་འདྲ་སྤྲད་དགོས་ན་བུ་མོ་ཚོ་ལ་སྤྲད་དགོས་ཟེར་ས་སོགས་དེ་རིང་ནུ་བ་འདུག་ཨ། རེད་ལགས། སེར་མོ་ཚོ་ཡིན་ན་དུས་རྒྱན་དེ་ང་ཚོ་འབྱུང་འཕྲལ་ནང་དུ་བཟུང་ནས་ཐད་གཏོང་བྱས་དུས་དེ་ལ་མང་ཆེ་ཤོས་དེ་ལ་བོད་གོས་གལ་འདུག་ཨ། རེད། ཕྱི་གཏོང་བྱེད་རུང་ཡིན་ན་དུས་རྒྱན་བོད་གོས་གལ་འདི་ལས་རེད་འདྲ་པོ་འདུག་ཨ། ཁྱེད་དང་བུ་མོ་གཅིག་གི་ད་བོང་གུ་སྐད་ཀྱི་འདྲེ་ཡོང་ད་རིག་ནས་རྒྱུ་མཚན་ཟེར་ན་ད་བསྡད་མི་བསྡད་གི་ད་སང་ལོ་མང་པོ་གཅིག་ཡོད་ཀྱི་ར། དེ་ད་གང་ནས་དགེ་རྒན་གི་གསུང་གོ་ནོར་གནང་བཞིན་འདུག་ད་དེར་མཁར་ཚང་ཡང་གཅིག་ཁིར་གི་དུས་རབས་ཀུན་གཅིག་འགྱུར་སྟངས་རེད་འདྲ་བཟི་ན་གནའ་བཟི་ཡིན་ན་ད་འོ་བཟི་ཡིན་ན་འོ་ལ་བཟི་མི་དགོས་ན་ཅང་དཀོན་གྱི་བཟི་ཡོད་ནི་རེད། རེད་རེད་རེད། ཡིན་ན་ད་གནམ་གཉིས་ཆ་གམ་མཚོ་ནི་འགྱོ་ག་ནི་ཐམ་གུ་དུ་གི་འོ་ལ་ཁིར་གིར་གཟུགས་པོ་གི་རྩག་བ་ད་འདིའི་རིགས་ཅང་བག་ཡར་ཡིན་ན་ར་འཁྱག་ནི་རེད་དགུ་ནི་ཡིན་ན་ར་འཁྱག་ནི་རེད་ད་ཡང་དེར་མཁར་ཚང་ཡང་གཅིག་དུས་རབས་ཀུན་འགྱོ་ཕྱོགས་ན་འདྲ་དུ་གི་ཡང་སྟབས་བདེ་རང་བཞིན་གི་དཀོན་པ་ན་འདྲ་མང་སོང་ནི་རེད།

ད་ལྟ་དགེ་རྒན་གྱི་གསུང་གི་ནོར་རྣམས་བཞིན་འདྲི་བྱ་གི་འོག་ལ་དེ་ཡང་གཅིག་གང་གི་ཐད་ཀ་ནས་ཡིན་ན་གཅིག་ལུས་སྐལ་གཟུགས་ལུས་སྒོ་ན་དེ་མ་ཡིན་པའི་ཡང་གཅིག་ད་དེ་རང་ཡང་ཁྱོད་གཅིག་གི་གནམ་ས་བསིལ་དུས་སུ་ཡིན་ན་ཡང་ཀི་ལུས་སྐུ་ཁྱོད་བྲོ་དུས་སུ་ཡིན་ན་ཡང་གྲང་ངར་རྒོད་དུས་སུ་ཡིན་ན་འོ་ལ་འདི་ལྟ་བ་ཡིན་ཟེར་གྱི་གཤིས་ཀྱི་བེད་སྤྱོད་ཀྱི་རིན་ཐང་མང་བ་ཟིག་ཡོད་ནོ་འདི་ཁྱད་ཆོས་མང་བ་ཟིག་ཡོད་ནོ།

བརྩེགས་པ་ཡིན་ནམ་འཁྲིགས་ལ་ཡིན་ན་གོང་ཁ་ཧ་ལས་པ་མཐོན་པོ་ཡིན་འདི་ཡིན་ཟིག་གི། གཅིག་ནི་གོང་ཁ་གི་ཡིན་ཟིག་གི་ཡང་གཅིག་གི་ཆ་ག། ད་གནས་སྐབས་ཀྱི་ཁོག་ཐོ་ཙམ་མ་ཡིན་པའི་ཁུར་གྱི་སྐེ་ཡིན་ན་དེ་གི་དེར་སྣ་ཡིན་ན་ཚང་མ་དེ་གཅིག་སུམ་བརྒྱ་གི་ཟེར་དགོས་ན་རང་དེ་མིན་གི་ཅིག་སྟབས་བདེའི་རང་བཞིན་གི་ངོ་མི་སྤྲོ་ན་འདི་གི་དེ་གང་ནས་ཡིན་ན་མག་ནོར་ནས་འདི་མིན་གི་སྤྲོ་ནོར་ནོར་ད་འདི་ད་མཚམས་ཡིན་ན་ར་དེ་གི་དེ་ཆ་གིས་བརྩེགས་པ་ད་འདིར་བཏང་བར་རྒྱུས་ལོན་ཡོང་ནམ་འཁྲིགས་ལ་ད་འདི་ཅང་པོ་གང་ཅང་པོར་རྒྱུས་ལོན་ན།

བུད་མེད་ཆགས་ཀྱི་ལྭ་བ་ཡིན་ན་ར་དེ་རང་ཁར་ཚོང་གསབ་ཤོག་སོ་སོ་ན་ཁོག་མ་ད་ཁུར་གི་གོང་ཁ་ཚིག་ག་ཟིག་ར་ཡོད་ནི་འདིའི་རྣམ་པ་ཟིག་སྐད་པའི་ནང་ན་ཡོད་ནི་ཕ་རོང་ཟིག་ར་ཡོད་ནི་དེ་ནས་ད་ཁོག་སྟོད་ཡར་བཀོད་འཛིན་ན་བླངས་ན་མེད་ནི་དེ་མི་ཟི་ཡོག་གི་དེ་མི་ཟི་ཡོག་གི་ངོ་མི་ང་སྔར་གྱི་རང་སྟངས་ནས་བཤད་ན་ངོ་མི་དེ་སོ་རྟེན་འབྲེལ་ཡག་པ་མ་རེད་བསམ་གི་དེ་སྐྱེ་མཁན་ད་ར་གོང་གི་ར་མེད་ཟེར་དགོས་ནི་ར་གོང་གི་ར་མེད་དེ་ནས་ད་དེར་སྐྱེས་པའི་ལྭ་བ་ཡིན་ན་ར་དེ་རང་ཁར་ཚོང་ཁོག་སྟོད་མ་ཉིད་ག་བཅད་དང་ངོ་མི་ཟི་འདི་མི་ཟི། གསར་གཏོད་པའི་གོ་སྐབས་དང་ལྭ་བ་སྟབས་བདེ་གི་རང་བཞིན་གསར་གཏོད་དེའི་ནང་དུ་ཆ་ཀས་སྣ་དང་ཟུང་འབྲེལ་གྱི་ངང་ནས་དུག་གི་དལ་སྤྲོ་རྒྱུན་གྱི་རིག་གནས་སྤྲོ་རྒྱུན་གྱི་གོམ་པ་འདི་སྣ་དང་ཟུང་འབྲེལ་གྱི་ངང་ནས་ཁུར་གྱི་ལོ་རྒྱུས་ཀྱི་རང་བཞིན་དང་གསར་གཏོད་ཀྱི་རང་བཞིན་གཉིས་ཀ་མཉམ་གཅིག་ཏུ་འདྲེས་འདུག་གི་དུག་གི་དལ་འདི་ཡིས་སོང་ན་ད་མི་ཆོག་རྒྱུ་མེད་ཀི་རང་ཉིད་ཀྱི་དུ་བསམ་གི་མ་གཏོགས་མི་རྩ་ཡི་ཐོག་ནས་ཁོག་སྟོད་མ་ཉིད་ཀྱི་བྱེད་སྟངས་འདི་ཡིན་ན་ངོ་མི་འདི་ཆི་ཟིག་ག་ར་ཅིག་ཆག་ཆོག་དགོས་ནི་མི་ཤེས་ཀྱི་ནི་རེད་དེ་མིན་གི་ལྟ་ཚུལ་འདྲ་གྲུབ་གི་འདུག་ད་འདིའི་ཆ་ཀས་བུད་མེད་ཀྱི་གོམ་པ་ཆ་ཀའི་ནང་ན་ཡིན་ན་ར་ངོ་མི

བོད་ཀྱི་གོན་རྒྱན་ནི་བོད་རིག་གནས་ཀྱི་གྲུབ་ཆ་གལ་ཆེ་ཞིག་ཡིན་པར་མ་ཟད་མིའི་རིགས་རིག་གནས་སྣ་མང་ཅན་གྱི་དངོས་སྟངས་ཤིག་ཡིན་ལ་བོད་ཀྱི་རིག་གནས་ལ་སྲུང་སྐྱོབ་བྱེད་པ་ནི་ཀྲུང་ཧྭ་རིག་གནས་ལ་སྲུང་སྐྱོབ་དང་མིའི་རིགས་རིག་གནས་ཀྱི་སྣ་མང་རང་བཞིན་ལ་སྲུང་སྐྱོབ་བྱེད་པ་ཞིག་ཡིན་པས་རིག་གནས་ཀྱི་རིག་མཐོང་དང་ལོ་རྒྱུས་ཀྱི་དོན་སྙིང་གལ་ཆེ་ལྡན། གོས་རྒྱན་ནི་ལུས་ལ་གྱོན་པའི་སྒྱུ་རྩལ་ཞིག་དང་ལུས་སྟེང་དུ་བྲིས་པའི་ལོ་རྒྱུས་ཤིག་ཀྱང་ཡིན་པས།

གནས་སྟངས་འདྲ་པོ་འདུག་ཆ་ལུགས་གཉིས་ལ་འོས་ཀྱི་འབྲེལ་བ་ན་ཡོད་ཀྱི་རེད་ཀྱི། དེ་ཡོད་ཀྱི་རེད་ལ། ལགས་སོ་ཀྱི། སྤྱིར་བཏང་བཤད་སྟངས་ཕྱི་རྒྱལ་འདི་རྒྱ་རོང་གི་མིར་རྒྱུད་འཛིར་དགོས་ན་འདྲ་ཡང་ནའང་བཤད་འདི་ཁུར་ཕྱི་རྒྱལ་འདི་ཐང་གཅིག་སྔོན་མ་ཞང་ཞུང་གི་རིག་གནས་འདྲ་འདྲ་འདི་ཚོ་ད་དུ་མིའི་འབྲི་ར་ཅན་ནས་བཤད་ནི་རེད། ལགས་སོ་ཀྱི། ད་འདི་ཚོ་ཚང་མ་ཁྱེད་རེ་ཟིན་ནའང་ཁྱེད་དེང་སང་འདྲ་ཟིན་སོང་ན་ད་ཞང་ཞུང་གི་རིག་གནས་གཙོ་བོ་དར་ས་དང་བོ་དང་ཁྱེད་གཏོར་གི་མ་རེད་ཤོག་རེད་མོ་རེད། ལགས་སོ་ཀྱི། དེ་ནས་དེའི་མ་ལ་ད་རི་ད་གཙོ་བོ་ཡང་དྲི་མེད་ཅིག་གི།

རིག་གནས་ཀྱི་བརྒྱུད་ལམ་འཛུགས་མཛད་ནས་སྔ་མོ་དང་ལྷག་པར་དང་ཆེས་ད་སྟོད་ཀྱི་མངའ་རིས་ཕྱོགས་འདྲ་ཟིན་ན་དྭངས་སང་འདྲ་ཟིན་སོང་ན་ད་རུང་དུ་རྒྱུན་མ་ཆད་དར་བསྡད་ཡོད་འདྲི་རྒྱ་རོང་འདྲ་ཟིན་སོང་ན་ད་རུང་དེ་རྒྱུན་མ་ཆད་དར་བསྡད་ཡོད་འདྲི་ཡིན་ན་ད་དེ་ནང་ན་གྲུབ་མིན་མི་འདྲ་ས་དེ་ཚོ་སྐྱིད་དུ་ཆེ་རེ་ཟིན་ན་ད་ཅུང་ཟད་མཐུག་ཧྲབ་ཙམ་ཟེར་དང་ཆེས་ཧ་ལམ་བྱས་ན་རེད་ད་དེའི་ནང་གི་སྐྱེ་དངོས་ཚོ་ཡང་མཛེས་ཆེ་ད་ཁུལ་གྱི་དུས་ཚོ་རང་བོ་ངོ་ཚོ་ཀ་ལེ་འགྱུར་ཡོང་ནི་དེ་ཆེས་རི་མོ་ལ་སོགས་པ་རིམ་ཡོད་ནི་རེད་གོ་ད་ཡིན་ན་གཙོ་བོ་ངོ་ཚོ་དེ་མི་འདྲ་ས་དེ་མཐུག་ཧྲབ་རེད།

རིག་གནས་ཀྱི་དེའི་བརྒྱུད་ལམ་གཅིག་པ་ཡིན་གྱི་ད་ལྟ་ཁུར་བཀལ་བྱས་ཏེ་གོ་ད་རུང་དེ་ཧ་ལམ་བཤད་ན། ས་ཆ་ཐག་རིང་སོང་ན་ཡང་ད་རུང་དེའི་རིག་གནས་ཀྱི་བརྒྱུད་ཐག་མ་ཆད་དུ་ཡོད་འདུག་གི་རྣམ་པ་ན་མཚོན་ན་ཆོག་གི་ནའི་དྲན་གོ་ཨ་སོ། ལྷ་ས་ཀྱི་ངོ་མ་རེད་ང་ཚོ་ལི་ཤི་ཡ་ང་ནི་ལྷ་ས་མ་ཡིན་ཏེ་ལྷ་ས་ལུགས་སྲོལ་ང་ཡི་ཤི་ཡོང་ལྷ་ས་ལུགས་སྲོལ་གཅིག་འདི་ང་ནི

གཅིག་གཉིས་ཡོད་གཉིས་ཡོད་གསུམ་དེ་མ་གཏོགས་དེ་མ་ཧང་ཟིག་ཡོད་ནི་མ་རེད་དེ་མ་ཧང་ཟིག་ཡོད་དེ་ནི་རི་མོ་བཞི་གི་ནི་ད་ཆ་གི་ཡ་ར་དེ་གི་མཁན་དེར་གི་ས་དེ་ར་དེ་གི་དེ་ཡེར་ཤུར་ས་དེ་དེ་ཡིན་ཟིག་གི་ཁུར་གི་ལེབ་ཡིན་དེ་གི་དེ་ལེབ་ལྟེབ་ཡིན་དེ་ཡོད་གི་ན་ད་ག་ཡིན་ན་དེ་དེ་མི་འཇམ་པོ་ངོ་ཅང་ད་ང་ཅང་ཧར་གྱི་ར་འདི་ས་ས་ནི་ད་གཅིག་གི་ཧར་རར་མ་ཆེ་ས་དེ་ནི་ཡིན་ཟིག་གི་དེ་གི་མ་ར་སྔ་བ་ས་དེ་ནི་ཡིན་ཟིག་གི་ད་ང་ཅང་ཡ་ར་མགོ་ལོག་ས་གི་གོམ་པ་ཀི་ལི་མི་འདྲ་ས་ཟིག་ཡོད་ནོ་ད་གཅིག་གི། ཕྱི་དར་དཀོན་མཆོག་ལྔ་ས་དུ་དཀོན་པ་གི་གཅིག་གནའ་ནི་འདྲ་གཅིག་ཁྱ་ཁྱ་མང་ཡོད་ས་མ་རེད་ན། དེ་སྔ་ཆ་མགོ་ལོག་ས་གནས་སུ་མགོ་ལོག་ཡར་སྨད་སྟོད་ས་དེ་དར་ས་དེ་འདི་ཆ་དར་ལོག་རྫོང་ས་ཡིན་སྲིད་ཀི། དཀོན་པ་ཁིར་གི་སྐུ་གི་རིགས་གི་དེ་གི་དེ་གནའ་ནས་གི་ནི་ཁྱ་ཁྱ་ཡོད་ས་རེད། དེ་བྱིངས་གི་ན་ཡང་གཅིག་དཀོན་པ་གི་ཆ་ལུགས་གི་སྟངས་ནས་ཟེར་གྱི་དེ་ཡང་གཅིག་བཟོ་སྟངས་གི་སྟངས་ནས་ཟེར་གྱི་ད་ཧ་ལམ་གཅིག་པ་རེད། ཧ་ལམ་གཅིག་པ་རེད་ཐམས་ཅད་དཀོན་ནོ། ཤོམ་ཆེན་ཕུ་རོང་རང་སྣར་ག་རབ་རྒྱག་པོ་མཁན་ཐོ་ནར་ག་ཆོང་བོ། འདི་འཇམ་པོ་རིགས་འཇམ་པོ་རེད་ཧ་ཅང་བ། ལས་སོ་ལས་སོ་མོ་མ་དེ་རེད་ཤི་སྟོང་གི་ད། རོང་པ་དེ་ཚོ་ས་ལ་དུ་ལུང་པ་མང་པོ་ཆད་ས་ནི་རེད་རེད་གི་དཔེ་ན་སྡེ་རོང་ས་ཆ་གི་དེ་ཚོ་ས་གི་ཁ་ཚོང་ཞོ་བཏོད་ནས་སྡེ་རོང་གི་བུ་མོ་ཅི་འདུལ་བ་གི་ལ། ཡང་དེ་ཚོ་འོང་མི་ཉག་དེ་ཚོ་ས་ཆ་ནི་ཡང་རོང་པ་ལ་རེད་མི་ཉག་ས་ཆ་དེ་ཆེ་ཆེ་འབུར་དུ་འཐེན་པ་ད། ཡང་ཤུགས་ཅི་ནི་བཤད་ནི། མགོ་ལ་རྒྱབ་ལ་མདུན་ལ་སྤྲང་པོ་ཀྱི་ལྟོ་རྒྱུད་ཅི་འདྲ་མི་འདྲ་ཅི་མང་གི་རེད། གུད་དུ་རྒྱན་གཉིས་རེད་ད་རུང་རྒྱན་གྱི་ཨ་མོ་འདི་ཟ་ཟ་དེ་ང་ཚོ་ཡང་བོད་པ་དེ་ལྟར་རྒྱན་ཆ་ལ་སྤྲང་པོ་ཅིག་དགའ་ཅིག་ཅིག་ཡང་རྒྱུ་མཚན་ཅི་འདྲ་ཡིན་ནམ་གྱི། རྒྱན་ཆ་སྤྲང་བོ་མང་དགའ་ཅིག་ཅིག་ཡིན་ན། རྒྱན་ཆ་ལ་ལ་ལ་སྤྲང་པོ་སྟོང་དེ་བ། དེ་སྔ་ཆ་མགོ་ལོག་ཡ་ར་འདི་ལྟར་ལག་ས་དེ་ར་རྒད་དེ་ཟེར་རྒྱན་ཆ་ཧ་ལས་པའི་མང་འདུག་ལྷག་དར་དུ་གོ་ཆ་གི་སྐྱེ་ཡ་ན་གི་དང་གཞུག་ལ་ཡི་དི་ཡི་ཀ

གུར་གུ་རིན་ཐང་འདྲ་མོ་ཟེར་དགོས་ན་ཡང་ན་དེའི་ཅིག་རྒྱུ་རྩར་གང་ཚོགས་དེ་ནས་དེའི་གུར་གུ་འདུ་ཤེས་འདྲ་མོ་མེད་དེ་ཡིན་ན་མི་ནག་ཅིག་ངག་ཀུང་ཆེ་བོ་ཡོད་ངེད་ཀྱི་ཁྱིམ་ན་རྒྱུ་འདི་མོ་ཟིག་ཡོད་ཟེར་གྱི་བརྩམས་ཟིན་མ་གཏོགས་སུ་རྒྱན་ཆ་འཇོག་དགོས་མ་མཛེས་ཉམས་ཐོན་དགོས་མ་ད་ལྟ་ཁུར་རེད་དེ་དེ་བྱས་ན་ཅན་འདི་མོ་འདི་ང་ཆེ་ཅིག་དར་ཆེ་བ་འདྲ་ཟིག་རེད་ཨོ་བསམ་གི་དེ་ནས་སྐྱོ་གུ་ཆ་ནས་ད་ང་ཆེ་ཡང་དང་སང་ང་ཆེ་འདི་ཆེ་ཟེར་དགོས་ད་དེ་ནས

ཡང་སྔར་ཕྱི་གའི་དུས་གཅིག་དམིགས་བསལ་གྱིས་སྔར་ཕྱི་གའི་ཁོར་ཡུག་ན་གྲགས་མེད་རེད་དེ་ཚོ་ཚང་མ་རྩེད་མོ་གི་རྣམ་པ་རེད་དེ་ཚོ་རེད་ཡིན་ན་ཡང་རྩེད་མོ་གི་རྣམ་པ་སྐབས་འདྲ་ཡིན་ན་ཡང་སྔར་ཕྱི་ག་ན་འདྲ་མོ་གཅིག་རྩེད་དང་ཡང་རྩ་བ་ནས་འགྲོ་ལུགས་མེད་པ་མིན་འཇགས་ན་ད་དུ་མུ་འདྲ་དགོས་ཆོག་གི་རེད་དགོས་ན། རྒྱ་ཞིག་གི་དེ་འདྲ་རྒྱན་གོས་འདྲ་དེ་ཚོ་རེད་སྐབས་རེ་ལ་དེ་ཁོ་རང་ཚོ་དེ་གོམ་པ་དེ་ཅིག་འདུག་ཁ་ཅིག་མ་གཏོགས་མེད་གི་དེ་འདྲ་འདུག་བ། རེད་ལགས། ཀྱི་མང་པོ་ཁྲ་ཁྲ་པ་ཁྲ་དེ་འདྲ་ཅིག་མི་འདུག་བ། རྒྱན་ཆ་ཟེར་ན་ཡིན་གྱི་མིན་གྱི་ཁྲ་ཁྲ་པ་ཁྲ་བཟོ་དགོས་ཀྱི་དང་ཡང་ལ་ལ་ལྟོགས་ཆེ་སོང་ཅིག་རྒྱན་ཟེར་དེ་ལས་རྒྱན་ཆ་ཉུང་ཉུང་ཅིག་ཡོད་ན་དཔེར་ན་ཁོ་གི་འདི་འདྲ་བུ་རྒྱན་ཆ་ཐུང་ཐུང་ཅིག་མ་གཏོགས་མི་འདུག་ཨ། ལ་ལ་ང་ཚོ་འདི་ཡང་རྒྱན་ཆ་ལྟོགས་ཆེ་སོང་ནི། ལ་ལ་ངས་འདི་འདྲ་རྣ་བ་ལ་ལྟོགས་ཅིག་ཟ་ཟ་མ་ཟ་ནི་འདི་འབྲོག་པ་ཚོ་སྐྱོག་ས་རེད་སོགས་སོགས་དེ་འདྲ་ལྟོགས་ཀྱི་ཡོད་ག། དེང་དུས་ཡང་ལ་ལ་རྒྱན་ཆ་རྣམས་མི་འདྲ་ཁུ་བུར་འདྲ་རེད་འགྲོ་གི་རེད་དེང་དུས་ང་ཚོ་གི་ད་རིམ་བཞིན་རེད་ཀྱི་བོད་ཀྱི་རྒྱན་ཆ་ཡིན་ནི་འདྲ་ཚང་མ་དེ།

སྐུ་སྲི་ཏོག་ས་གི་དེ་མིན་དང་ནི་ན་ཡང་གཅིག་རྒྱན་ཆ་མང་བོ་དག་དཔེ་བརྒྱུད་ན་ནི་ད་ཕྱི་རུ་ཡིན་ན་ཡ་མཚན་ཆེས་པོ་གསེར་དག་ཡིན་ན་ད་དེ་རང་ཁར་སོགས་གསེར་དག་ནི་འདི་ནི་འདི་འདི་ཡི་ད་དེ་ཀུན་བཏགས་ནི་མེད་ན། དེ་དེ་མིན་ན་ངའི་སྤྱིར་བཏང་གི་ཡིན་ཟིག་གི་ཡང་གཅིག་རྒྱན་ཆ་ཆེ་བོ་གི་རིགས་ཅང་པོ་སྤྱིར་ན་རང་ཉིད་དེ་ན་ཡང་གཅིག་འདོགས་རྒྱུ་ཅང་ཆེར་སྐྱེས་འདྲ་ཅང་ཡོད་ས་མིན་དེ་ནི་ད་མ་ང་མ་བཏགས་ན་ར་དེ་ཡོད་ཟིག་གི་ད་འདི་ཁར་གི་མ་ཁུག་ནི་རི་མི་མ་བཏགས་ནི་མ་རི་སེམས་ཁྱེད་ཁུ་ནང་ཚུད་འདྲ་དྲི་ཁྲི་རྒྱུ་རེད། རེད་ད་ཡང་ཅིག་རྒྱན་ད་རི་མོ་འཕྲ་ན་ཡག་ཛི་ན་རེད་ན་རྒྱན་ད་རི་མོ་འཕྲ་ན་ཡག་ཛི་ན་ནང་བཞིན་དུ་རྒྱན་ཆ་ཟི་ག་ཅིག་སྟབས་བདེ་ཟི་ག་ཅིག་ཅིག་ཧ་ར་མྱི་ཟི་ག་མྱིག་ལ་མ་བལྟས་ན་ཅིག་སྟག་ད་ར་ཡོད་ནི་བདུད་མོ་ར་མིན་ནི་བྱ་སྟག་ར་ཡིན་ནི་བབ་ཆག་རང་བཞིན་གི་བྱ་ར་ཡིན་ནི་དེ་མི་ཟི་བཏགས་ན་དག་དེ་ངོ་མའི་རྒྱན་ཆ་སྤྱིར་བཏང་གི་དག་དེ་ལུས་ཀྱི་རྒྱན་ཆ་ཅན་མ་ཡིན་པའི་མྱིག་བཞི་གི་ཀུན་སྤྱོད་ཀྱི་ཁུར་གྱི་རྒྱན་ཆ་ར་ཅིག་མཚོན་གི་སེམས་བསྐྱེད་གི་འདི་མི་གི་ལྟ་ཚུལ་དྲུག་གི་དུས་གཅིག་འགའི་ན

ད་ཅི་ཐུབ་ཨོ་ད་གན་གི་ར་ཅིག་བསམ་བློ་དུ་ཀི་ལི་ཟི་ཀི་ཏོག་མོ་གི་ད་ཅིག་ཀི་ལི་ཟི་ཤིས་རྒྱ་མཐོང་རྒྱ་གི་ཀི་ལི་བ་གི་མེ་གི་སེམས་ཅེ་གི་ཡིན་ན་དེ་མེ་གི་དེ་ནི་ད་རྒྱན་ཆ་ཕྲ་ཡི་བྱ་ཐག་ཡིན་ན་ད་དེའི་མྱག་བཞི་དུ་བྱ་ཐག་ཡིན་པ་དང་དེ་ནི་ད་དེའི་ཁུར་གི་བསམ་བློ་དུ་བྱ་ཐག་རེ་བོ་སེམས་ཅེ་གི་སྣང་ཚུལ་ཨ་ཅེ་ཧ་ར་ཏི་ན་ཕྱི་སོགས་ཀྱི་མངོན་འདུག་དེ་མེ་གི་དེ་མེ་གི་རང་ཉིད་ད་དེ་མེ་གི་ད་ཚུར་གྲུབ་གི་དེ་ནི་ད་ཡང་ཅིག་ངས་སོ་སོ་སོ་སོ་གི་བསམ་སྟངས་རེད་ད་འདི་ཡིས་བཤད་ན་ཡང་སྤྱི་ཚོགས་སྟེང་གི་མི་ང་ཟིག་གི་ད་རང་ཨ་ཏི་ལེབ་རྒྱག་གོ་ནི་རེད་མར་ཁེ་ཆི་མི་ནི་ཤི་ནི་རེད་བསམ་རྒྱུ་གི་ངའི་བལ་ར་ཡོད་ནི་རེད་ད་ང་ཆ་ཆང་པོ་དྲ་ཐོག་གི་རང་ཨ་ཅིག་ག་སྨྱོ་ན་ཏག་ཏག་རེད་ད་ཅང་གི་ད་ཨ་ཏི་བྱ་ཤི་ནི་རེད་བསམ་ནི་རེད་དེ་ལ་ཡང་ངོ་མི་ངའི་བལ་སྟོང་གི་གདང་ང་ཧ་བས་བཤད་ཀྱི་རུང་ན་ཡང་ཅིག་ཨི་ཆ་ག་ཏི་གི་དེ་འུག་གི་ཏི་གི་དེ་ད་ཅིག་ཡུལ་ལུང་ཆུང་བ་འདི་མི་ཙམ་རེད་མ་གཏོགས་མི་གི་ད་བཤད་སོང་ན་ཏི་གི་དེ་མི་རིགས་གཞན་པ་གི་ནང་ན་བཞིན་བདག་ཆི་མི་མེད་གི་ན་འབྱོར་བ་ཆི་མི་མེད་གི་ན་ཏི། ས་ཆ་ཡེར་ཤོག་གང་འགྱོ་གི་མེད་གི་ནི་དེར་རྒྱན་ཆ་འདི་མི་ཆེ་བོ་བཏགས་ཡིན་རང་ཨ་རང་གི་རང་ཨ་དགག་སྡུག་བསྔལ་ནི་དགག་དམའ་བ་ཡང་དགག་སྣ་ཁའི་འདུ་ནེག་གཟེར་རིས་དག་དམའ་བ་འདི་ནི་ར་སྟོད་དག་རྒྱ་བའི་འདི་ཡི་གོ་ནི་ངོ་མི་ཡིན་གང་གི་ཐད་ཀི་ནི་གཅིག་ཉིག་ལམ་ཟེར་མཛའ་མོ་མིན་པ་ཙམ་འདྲ་འདྲ་ཡིན་ན་དེ་རྗེས་མ་ཡིན་ན་ར་གཙོ་བོ་དགེ་རྒན་རྣམ་པའི་གསུང་གོ་འདི་ནང་བཞིན་འདྲི་བོ་ལ་ཡིན་ན་ར་ཁིར་གི་བྱ་དག་གི་ཁིར་གི་འོ་ད་དཔེར་ཆགས་བཞག་ན་ད་དེ་རང་འདྲ་འདྲ་ཟིན་སི་གི་ཨི་ཆ་ག་ཡིན་ན་ཡང་གཅིག་བྲག་མགོར་རྫོང་གི་ཡུར་དངུལ་འདི་ཡིན་སི་གི་ཡང།